དྲན་པར་བྱེད། སྤྱིར་སེམས་ཅན་ཐམས་ཅད་ཡང་སྒོས། ཨེ་ནི། བོད་གངས་ཅན་གྱི་ལྗོངས་ཀྱི་སེམས་ཅན་དང། ཨེ་ནི། དེར་བརྡལ། འདུས་པའི་ཨེ་ནི། ཁྱེད་རང་ཚོ། ཨེ་ནི། ཨ། ཨེ་ནི། སྐྱ་སེར་ཕོ་མོ། མི་རིགས་མི་འདྲ། ཚང་མ་ལོག་ལྟ། ཨེ་ནི། ཨ། ངས་ཡིན་ཁྱེད་རང་ཚོ་མ་བརྗེད་པར་བྱེད། ངས་དྲན། ཨེ་ནི། ཁྱེད་རང་ཚོ་ཡིན་ནི། ཨ། ཅིག་ངའི་ལུས་དྲན་པའི་ཕན་ཡང་ཡོང་བ་རེད་ད་ག་ད་ངས་ལབ་ཞོར་བ་འདི། མཛད་པ་ཀུན་ལས་གསུང་དགོས་ནི་མཛད་པ་མཆོག་ཡིན། དེ་ཡང་ནི་འདི་ཉིད་ཕྱིར་མཁས་པ་ཡིན་འདི་ལས་སངས་རྒྱས་རྗེས་དྲན་བརྗོད་ཟེར་ནི་ད། སངས་རྒྱས་བཅོམ་ལྡན་འདས་ལ་ཕྱག་བཞག་ནས། མཚན་དང་དཔེ་བྱད་ཀྱི་སྐྱེས་པའི་སྐུ་འདི། ང་ཚོ་ལ་བྱིན་རླབས་བྱེད་ཡ་གཙོ་བོ་ཁྱེད་བྱིན་རླབས་བྱེད་ཡ་ཁྱེད་ཡོད་མ་རེད་ད་བྱིན་རླབས་བྱེད་ཡ་གཙོ་བོ་འདི་སངས་རྒྱས་ཀྱི་གསུང་གི་ཕྲིན་ལས་ཀྱི་ཐོག་ནས་བྱིན་རླབས་འཇུག་གི་ཡོད་རེད་བ། བྱོལ་སོང་ལྟ་སྟེ། ང་ལ་ཡང་དགའ་མོས་རུ་ཡོད་སྡེ་བ་ཚོས་ད་གང་འདྲ་ཅིག་གི་བྱིན་རླབས་རུ་ཅིག་ཡོང་ཡ་ཡོད་ན་ཨེ་ནི། ངས་ལབ་བཞིན་པ་དེའི་སེམས་ལ་ངེས་པའི་བྱས་ཨེ་ནི་སྙམ་ནས་ཇི་ལྟར་ཨེ་ནི་ཁོ། ཞག་ད་ཟླ་བ་ད་ཞག་སྐྱེས་ཟླ་སྐྱེས་ད་ཁག་པོ་ཞག་རེད། འདུག་ཟེར་ནས་གོ་ཡུན་མཐུད་ནས་གོམས་པ་ཡིན་ན་ཨེ་ནི་ལོ་རྒྱས་ཏན་ཏན་ཡོང་གི་རེད་ལོ་གཅིག་གི་ནང་ལ་ཨེ་ནི་སོ་སོ་འདུག་གཅིག་གི་འགྱུར་བ་རུ་ཁར་ཆེད་དུ་བསམ་དོག་དང་ཏན་ཏན་འགྱུར་བ་འགྲོ་གི་རེད་ཨེ་ནི་ཁོ་མུ་མཐུད་ནས་འདུག་ཕྱིན་པ་ཡིན་ན་ཨེ་ནི་དགའ་བདེ་དགའ་བདེ་པ་རང་དགའ་བདེ་པ་རང་བསམ་དགའ་བདེ་མུ་བདེ་སོ་ག་ས་འདི་གང་ལ་ཡག་ད་འགྲོ་ཡག་གི་འདི་ཡག་རེད་ས་དེ་འདྲ་ཡིན་དུས་ཁྱེད་རང་ཚོས་བླ་མ་དྲན་བྱས་ནས་ལབ་ཤེས་པ་འདི་སེམས་ལ་ངེས་པར་བྱས།